པོ་སི་ཁྲོན་བོད་ཁུལ་བདེན་དོན་དམངས་ཁྲོད་ཁ་བརྡའི་ལས་དོན་གསན་མཁན་གཞིས་བྱེས་གཉིས་སུ་གནས་པའི་བོད་མི་རྣམས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་གཤམ་དུ་འདི་གའི་ལས་བྱེད་ངག་དབང་ནོར་བུ་ལགས་ནས། བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་ངག་དབང་བསམ་འགྲུལ་ལགས་སུ་བཅར་འདྲི་ཞུས་པའི་ལེ་ཚན་གཅིག་དང། ལས་བྱེད་དམ་ཆོས་ཉི་མ་ལགས་ནས་ས་གནས་ནིའུ་ཡོག་ཏུ་རྒྱལ་ཆེན་ཟླ་བ་གཡང་འཛོམས་ལགས་སུ་བཙན་འཁྲིད་ཞུས་པའི་ལེ་ཚན་གཉིས་རིམ་བཞིན་སྙན་སྒྲོན་ཞུ་རྒྱུ་ཡིན་པས་རྒྱ་ཆེའི་སེམས་འགན་ནང་སིན་སིན་ན་རོ་ན་ཞུ་བ་ཡིན།

འདི་སྐབས་ནས་ད་ག་དུས་ནས་ལས་ཁུ་ཚུར་ནག་ཆུ་དང་ཡང་ལ་ཆུའི་འདབས་ཆུ་གྲོགས་པོ་རྒྱབ་ཡོད་མ་རེད། དུ་ལུ་གྲོད་ཡོད་མ་རེད་དེ་འདྲས་ཀྱི་ད་ཅིག་ནག་ཆུའི་ཅིག་འོག་ལ་ཁུ་ཚུར་ད་བུའི་ཐོག་ནས་ནག་ཆུ་མ་བུར་བཏང་ལོར་དེ་ལས་ད་ང་རང་ངོས་ནས་ཤེས་པ་ཞིག་དུས་ད་ནམ་པ་ཁུ་དུ་མ་ནི་ས་ཡ། བ་ཚ་ཁུ་རུ་ས་ཡ་མིག་མཚམས་ས་ཡ་དེ་འདྲས་ཅིག་ས་བྱས་དུས་ད་ནམ་པ་ཀུན་ཏུ་རྒྱ་འོམ་ཅིག་རང་བྱུང་གི་ཡོད་བསམ་པ་ཅིག་དེ་འདྲས་ཅིག་གི་བསམ་བློ་བཏང་སྟེ་དུས་ཙམ་པ

དེ་ཕེབས་སྐབས་ལས་ཐོག་མར་སྐྱབས་མགོན་རིན་པོ་ཆེ་མཇལ་བའི་སྐབས་ལས་ནི་ཁྱེད་རང་གིས་ཅིག་སྐྱབས་མགོན་རིན་པོ་ཆེ་ཐུགས་དངོས་སུ་འདུག་མཇལ་ཡོང་དུས་ད་ནི་ཁྱེད་རང་གི་ད་ཚོར་སྣང་བ་གང་འདྲ་བྱུང་སོང། མ་རེད་ད་ཐོག་མར་ང་ད་ཆུ་ལོག་ལས་ནས་སྐྱོང་ངོ་ཅིག་མཇལ་ཁ་དང་པོ་དེ་འདྲེ་མང་འདུག་ཟེར་ཅིག་མཇལ་ཁ་བྱུང་བ་རེད། ད་དུས་རྒྱུན་སྔོན་མ་ཁོ་རེ་གར་སོང་བས་ད་ཕེབས་ཏེ་དགའ་སྐྱོ་གཉིས་ལྡན་གྱི་ཚོར་བ་ཤུགས་ཆེན་པོ་ཞུ་རུ་བྱུང་སོང།

ལ་རེ་ད་ཅི་ད་ངས་ད་ལྟ་སྡོད་རྒྱའི་སྐོར་རྒྱང་སྦྱོར་གྱི་གནས་ཚུལ་དྲ་རྒྱའི་གཞུང་དེ་ལ་ད་གྱེས་ཤིང་གྱི་མེད། ཡིན་པའི་ནས་ད་ད་རེ་ཁེ་སང་སྡོད་རྒྱ་ཚོགས་པ་མི་དེ་ཚོའི་བྱེད་སྟངས་དེ་ད་རང་བཞིན་གྱི་བསམ་ཚུལ་ཞིག་སླེ་ཡོང་གི། ད་དེ་ད་ལྟ་བུ་ད་ཁོ་ཚོས་སྐད་ལོག་རྒྱ་དེ་ཆབ་སྲིད་རང་རེ་ཆབ་ཆོས་ཀྱི་དྲ་བ་ཚང་མ་ཉིན་དུ་མཐོང་གི་མི་འདུག་ལ། ད་ཁོ་ཚོས་ཆོས་དད་རང་དབང་མི་འདུག་ཟེར་ཞེས་ཤེས་དགོས་པར་ད་ལྟ་ད་སྐད་ལོག་རྒྱ་དེ་ན

འཚོ་བ་སྐྱེལ་བྱེད་དེའོ་རེད་ད་རང་དབང་ལུང་པ་དེ་ཚོ། དེ་ཚོ་རྣམས་ལོར་ཡ་ད་ཆོས་སོ་སོས་ཆོས་ག་རེ་བྱེད་བྱེད་རང་དབང་རེད་འདུག་ཨང་ཆོས་ལུགས་ད་གྲ་མ་འགྲོ་ཡོད་པ་དེ་ན་རང་དབང་ཡོད་རེད་མ་བཅོས་རང་དབང་དེ་ཚོ་ད་གལ་ཆེན་པོ་བརྩི་དགོས་ར། ད་དེ་འདྲའི་ཅིག་ན་ལོར་ཡ་གལ་སྲིད་ད་རྒྱ་རོམ་ཆོས་དབྱུག་པའི་ང་ཚོ་དོལ་རྒྱལ་བྱེད་འདྲ་མ་ཡིན་པའི་བོད་པ་ཚོས་ཁོ་ཚོ་ལ་ཡ་ད་ཁོ་ཚོའི་ཆོས་དད་རང་དབང་ཆོས་དད་རང་དབང་མི་འདུག་ཟེར་གྱི་ཡོད་ཙང་ཁོ་ཚོའི་གལ་སྲིད་ཆོས་དད་རང་དབང་དེ་ང་ཚོས་བཀག་འགོག་བྱེད་ཀྱི་ཡོད་པ་ཡིན་ན། ད་ང་ཚོ་རྒྱལ་ཁབ་དེ་ཁྲིམས་ཕོག་པ་རེད། ཁོ་རང་ཚོའི་ངོས་ནས་ཁྲིམས་གཏུག་འདྲ་མོ་རེ་བྱས་ཡོད་རེད། འོན་ཀྱང་ང་ཚོ་ཁྲིམས་ཕོག་པ་རེད། ད་ག་ཅན་ཁྲིམས་ཕོག་པ་མོ་རེད། འདི་དངོས་ཡོད་གནས་ཚུལ་ཕྱི་མར་འབངས་ཁོ་ཚོས་བཤད་ཡོད་དུས་བདེན་པ་དེ་ཚོ་མིན་པའི་ཐོག་ནས་གནས་ཚུལ་དེ་འདྲ་ཞིག་ལྷག་ཡོང་དགོས་པ། བྱས་ཙང་འདི་ཚོ་གཅིག་ག་ཚོད་ཆོས་ཀྱི་གནད་དོན་གྱི་རྩ་བ་ཉིད་ནས་རེད་མི་འདུག་ལྷག་པར་དུ་རྒྱ་གོ་རོང་གཅིག་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡལ་ད་ག་ས་ག་ལ་འཛམ་བུ་གླིང་གི་ཡལ་ད་བྱེད་དུས་བྱས་ཏེ་གུས་ཞབས་ཞུས་ནས་དགའ་མགུ་སྤྲོ་རུ་བྱས་ནས་རྒྱོགས་རོགས་ཅེས་ག་ས་གར་གདན་འདྲེན་ཞུས་གནང་འདུག་བ། དེ་གདན་འདྲེན་ཞུས་རྗེས་ད་ག་ས་ག་ལ་ཕེབས་ཞུས་འདུག་བསམ་པ། དེ་ནི་ཡང་ངོ་ངོའི་སྐྱེས་ལོ་ཞིག་ཉལ་ཏེ་ད་ལྟ་བུ་དོ་སུ་རེད། རྒྱ་ནག་གཞུང་རེད་ད་ད་ལྟ་དོལ་རྒྱལ་སྤྱི་འགྲམ་བའི་ངོ་ལོག་ཆུ་བོ་རེད། ད་དེ་ངོ་ངོ་དེ་ག་རེ་རེད་འདུག་དེ་གསལ་བོ་རེད་འདུག་ཨང་དེ་བཞུགས་གཅིག་སྨྱུག་འཛིན་ཚ་བོ་དེ་རེད་ངས་ཁྱེད་མཐོང་མི་འདུག་གསལ་བོ་བཞུགས་གཅིག་རེད་ཤ་ཚ་མི་འདུག་ཁོ་ཚོས་ག་རེ་བྱེད་ཀྱི་ཡོད་མེད་དེ། ངོ་ངོ་དེ་ག་རེ་ཡིན་པ་དེ་ཆོས་དང་འདྲ་བ་རྩ་བ་ཉིད་ནས་རེད་མི་འདུག་ཁོ་ཚོས་ངོ་ངོ་དེ་ག་རེ་ཡིན་པ་གསལ་བོ་རེད་ཤ་ཚ་ཅེས་ཞུ་ཡ་གཅིག་དེ་ཡིན་ད་ག་ནང་བཞིན་ད་མ་གཞི་ནས་སྤྱི་བཏང་ཁོ་ཚོས་གཅིག། སྐྱེས་ལོས་སྐྱེས་ལོ་རྒྱབ་བྱེད་དེ་ཚོ་ལྟ་བུ་ན་བློ་ཕམ་ཞེ་དྲག་ཡོང་གི་འདུག་དེ་བོད་པ་ཅིག་ཡིན་པའི་ཆ་ནས་ཅི་ལྟར་འདའ་དྲག་གི་མྱོང་མྱོང་ཞེ་དྲག་རེད། ཡིན་ནའི་འདི་ལ། ཁོ་ཚོས་སྐྱེས་ལོ་ག་ཚད་རྒྱབ་དེ་དེ་ཁོ་ཚོའི་ཕངས་པོ་དང་ང་ཚོའི་རྒྱལ་ཁ་རེད་ཤག་བསམ་པར་བྱེད་ངའི་སེམས་འདི་ནས་འདི་འདྲའི་ཚོར་བ་བྱུང་སོང། དེ་ག་རང་ཡིན་ཟེར་ན། ད་སྙན་མ་ཅིག་ད་སྡོད་རྒྱའི་སྐོར་དེ་ཚོ་ད་གནས་ཚུལ་བྱུང་འགྲོ་ཟེར་ཁྱེད་མ་ལ་མང་པོ་ཞིག་ཅི་ལས་ད་དགོས་ཚུལ་བུ་བ་མ་རེད། ཨ་ནི་ད་ད་ལྟ་སྐྱེས་ལོ་རྒྱབ་ཁོ་ཚོའི་ཅིག་གདོང་མཆོང་ངོ་མ་དེ་མ་དོན་ཡོང་གི་འདུག་ཨང། ག་ཚད་སྐྱེ་རོགས་རྒྱབ་ཚིག་གི་མི་དམངས་དང་ད་ང་ཚོ་བོད་པ་བཅུ་པོ་མ་ཡིན་པ་འཛམ་བུ་གླིང་གི་མ་འགག་པ་ཤུགས་ཆེ་རུ་ཁོང་ཚོ་ལ་ཤུགས་ཆེ་ཆེར་མ་འགག་ཆགས་ཡོང་དོ་དེ་ཁོང་ཚོའི་ཕམ་ཁ་རེད། ང་ཚོ་ལ་རྒྱལ་ཁ་རེད་བཤད་རྒྱལ་ཁ་ག་འདྲ་ས་རེད་དོ་ཞུས་ན། ད་མ་གཞི་ང་ཚོ་ནམ་ཞར་རྒྱུན་དུ་དུས་དང་རྣམ་པ་ཀུན་ཏུ་ཕྱི་ལོག་ལ་ཡོད་པའི་ང་རང་ཚོ་བོད་མི་ཡོངས་རྫོགས་ཀྱི་ད་དུས་དང་རྣམ་པ་ཀུན་ཏུ་ལྷ་སྲུང་རེད་ཅིག་བོད་ཀྱི་རིག་གཞུང་དང་བོད་ཀྱི་ད་ང་ཚོ་འདོན་པའི་འཐབ་རྩོད་འདི་འཛམ་བུ་གླིང་ལ་ངོ་སྤྲོད་ཞུས་ནས་ཅིག་གང་ཐུབ་ཐུབ་གནང་དགོས་རེད། ཡིན་པས་ནས་རྒྱ་ཧོར་ལམ་ཆེད་ཕེབས་པའི་སྐབས་ཡ།

Boston བོད་ཀྱི་བདེ་དོན་དམངས་གྲོས་ཁ་གཏད་ནིའུ་ཡོག་ནས་རྒྱ་ཆེའི་སྲིད་དབང་བ་ཡོངས་ལ་སྐུ་ཁམས་གསར་བའི་འཚམས་འདྲི་ཞུ། དེ་རིང་ང་ཚོའི་ལས་རིམ་ལ། ཟླ་བ་གཡང་འཛོམས་ལ་འདུག་ཕེབས་ཡོད་ཟླ་བ་གཡང་འཛོམས་ལ་བཀྲ་ཤིས་བདེ་ལེགས། ནི་ཟླ་བ་གཡང་འཛོམས་ལ་ཐོག་མར་ང་ཚོས་ད་བཅར་འདྲི་ཞུ་ཡི་འདི་ཡིན། ཉེ་ཆར། སྐྱབས་མགོན་རིན་པོ་ཆེ་ཨ་རིའི་ལ་དྭགས་དང་ནཱ་ཕི་ནེ་དང་ཨ་ལ་བྷ་མ་ནས་བྱས་རྗེས་འགོ་བཙུགས་ནས་ནིའུ་ཇར་སི་ནིའུ་ཡོག་དང། བོག་སུམ་ས་གནས་མང་པོ་ཞིག་ལ་ཕེབས་རེས་ནི་ཟླ་བ་ཡང་འཛོམས་ལ་དངོས་སུ་ཕི་གའི་ཨ་ལ་བྷ་མ་ནས་བྱས་རྗེས་ནིའུ་ཡོག་ནིའུ་ཇར་སི་ལ་ཡང་རྒྱབ་སྐྱོར་གྱི་རྣམ་པ་ཚུལ་དུ་དབུ་ནས་ཕི་གའི་དངོས་སུ་བཅར་བྱས་ནི་ཕི་གའི་ལ་ཕེབས་པའི་སྐབས་ལ་ཐོད་རྒལ་དང་གཅིག་རྗེས་འབྲེལ་བ། བོད་པ་དང་བོད་པ་མ་ཡིན་པ། ཨནི་ཅིག་ད་ཨ་ནི་དང་གྲྭ་བ། འདི་མང་པོ་ཅིག་གིས་ཨེ་ཏི་སྐྱབས་མགོན་རིན་པོ་ཆེ་ལ་ཡ་མཚན་མེད་ཞུ་ཡས་ཀྱི་དངོས་སུ་ཕི་ཁེ་ཐང་ཏིང་ག་ལ་ཐོན་པ་དེ་ཁྱོད་རང་གི་དངོས་སུ་མཐོང་ཡོད་རེད། ཨནི་ཁྱོད་རང་གིས་འདི་འདྲའི་མཐོང་པའི་སྐབས་ལ་ཡ་ཨནི་ཁོང་ཚོས་ཀྱི་ད་ཅིག་འབོད་སྒྲ་རེད། ཨནི་ཁོང་ཚོས་ཀྱི་ད་ཅིག་བྱེད་སྟངས་ད་ཅིག་ཨ་ནི་དང་གྲྭ་བ་མང་པོ་ཅིག་ད་ཅིག་ཁོ་རང་ཚོ་ཀྱི་ད་མང་པོ་ཅིག་མཐོང་ཡོང་དུས་ཁྱོད་རང་སྒེར་གྱི་ངོ་ནས་ཨནི་འདི་ཐོག་ལ་ཨནི་ཅིག་གི་དངོས་སུ་ཕི་ཁེ་མཐོང་ཡོང་དུས་ཙམ་པ་ལ་ཚོར་སྣང་རེད། ཨེ་ཁོང་ཚོས་ཀྱི་ཅིག་ད་བྱེད་སྟངས་འདི་ཚོ་ལ་ཡ་ཁྱོད་རང་ངོ་ནས་སྒེར་གྱི་ངོས་ནས་བསམ་ཚུལ་ག་རེ་ཡོད་ན།
Just ལས་དང་པོ་ངེས་ལ་ཨ་ནི་ད་ཕྱི་དང་ཨ་ལ་བ་མ་བྱས་ནིའུ་ཇེར་སི་བྱས་ཨ་ནིའུ་ཡོག་ཚང་མ་ལ་མཉམ་ཞུགས་ཞུ་ཡིན་ཨ་ནི་ཁོང་ཚོ་དངོས་གནས་དང་པོ་ངེས་ལ་མཐོང་ཡོང་དུས་ཙམ་པ་ད་མིག་གིས་འདི་འདྲས་བྲིས་གནང་དུས་ཙམ་པ་གི་སེམས་པ་ལ་ཚོར་བ་དངོས་གནས་སེམས་པ་སྐྱོ་བ་སེམས་པ་སྐྱོ་བོ་ཅིག་ག་རེ་ཡིན་ཟེར་ན་ཁོང་ཚོའི་བུད་མེད་ཅིག་རེད་ར་བརྙན་ནི་གཅིག། གཅིག་ནས་ད་ལྟ་ཨིན་ཇི་དེ་ཚོ་ད་ཁང་བཟང་གི་མི་འདུག་ཁ་ཆེམས་ན་ན་ཁོ་ཚོ་ང་ཚོའི་གི་མི་རིགས་མ་རེད། ཁོ་ཚོ་ང་ཚོའི་མི་རིགས་མེད་དུས་ཙམ་པ་ཨ་ནི་ཁོ་ཚོའི་གི་ད་ལྟ་ད་ང་ཚོའི་གི་སྤྱི་ནོར་གང་ས་ཁྱམས་སྐྱབས་མགོན་ཆེན་པོ་བླ་མ་ད་ང་ཚོའི་གི་ཡོད་ན་མེད་ན་ཕྱི་ནང་གཉིས་གི་རུ་ཨ་ནི་དེ་ལ་ངོ་རྒོལ་ཅིག་བྱེད་བསྡད་དུས་ཙམ་པ་དངོས་གནས་ཧོ་རང་སེམས་པ་ནི་སེམས་པ་སྐྱོ་གི་འདུག་ཙིག་པ་ཟ་གི་འདུག་རླུང་ལང་གི་འདུར་བ། ཡིན་ནས་གས་བྱེད་ཡས་གས་མི་འདུག་ད་རྒྱ་བར་མི་ཆོས་ཀྱི་ག་དུས་ཡིན་ནས་གས་ཨ་ནི། གས་ཡོད་མ་རེད་ལྷོད་ལྷོད་བྱེད་ཨ་ནི། ཁོང་ཚོ་ལ་སྙིང་རྗེ་བྱེད་བཞིན་འདི་འདྲས་གསུང་གི་ཡོད་རེད་ར་བ། ཨ་ནི་ཡིན་ནས་གས་ད་འདི་ན་ལ་ཨིན་ཇིའི་མི་མང་པོ་ཞིག་འདུག། ཨ་ནི་དང་ཨ་ནི་ཨ་ནི་ཡིན་པས་བཟོ་འདྲ་བྱེད། གྲྭ་བ་ཡིན་པས་བཟོ་འདྲ་བྱེད་ཡིན་རྒྱུ་མ་རེད་ཁོང་ཚོ། ད་དངུལ་སྤྲད་ཀྱི་ཡོད་ནས་འདྲ་ཨ་ནི། རྒྱ་དེ། རྒྱ་གཞུང་གིས་ཁོང་ཚོ་ལ་དངུལ་སྤྲད་ཀྱི་ཡོད་ནས་འདྲ་ཨ་ནི་ད་ལྟ་ཡང་ཁོང་ཚོའི་གི་ཁོ་རང་ཚོའི་གི་ཚོགས་པ་དེ་ཚོའི་གི་ངོས་ནས་ཡང་ཅིག་ཁོང་ཚོ་ལ་ཡང་ཕོ་བྲོ་ག་རེ་རག་གི་ཡོད་ན་དེ་ཡང་ང་ཚོས་གི་ཧ་གོ་མེད་རོ་ཨ་ཞུ་ཐུང་མ་རེད། ཨ་ནི་དབུ་ནས་གོ་ར་ཁོང་ཚོའི་གི་ད་ལྟ་ཨ་ནི་ཨ་ནི་ད་གྲྭ་བ་མེན་པའི་གི་ཧ་གོ་ཡ་དེ་ག་འདྲས་གོ་གི་འདུག་ཤེ་ན། ཤེས་འདབ་དེ་ཚོ་ད་གྲ་རྗེས་རོ། གྲ་རྗེས་དེ་ད་ཨིན་ཇི་གི་གསུང་ན་འདྲ་མ་འདྲ་ངེས་ན་ཞིག་རེད་ག་རེ་ཡིན་ཟེར་ན་ཁོ་ཚོས་ཀྱི། ཤེས་འདབ་དེ་ཚོ་གི་གོན་སྟངས་ཚང་མ་ཟང་མ་ཟིང་ངེ་འདྲ་བོ་ཅིག་བྱས་ནས་གོན་ཏེ་ཤར་བ། ཨ་ངེས་ཀྱི་ད་ལྟ་ནིའུ་ཡོག་ལ་ད་ལྟ་ཁ་སིང། Manhattan། ལ་ག་རེ་ཁོ་ཚོའི་ཀྱི་ད་ལྟ་སྐུ་ཤོག་ཅིག་འདུག་སྐུ་ཤོག་ཟེར་ན་ད་ཨིན་ཇི་རེད། ཨ་ནི་ཁོ་རང་སྙམ་དུ་སྐད་ཆ་བཤད་ཡོད་རེད་བ་ཤོག་བུ་ཀྲམ་ཀ་འགྲོ་དུས་ཙམ་པ་སྐད་ཆ་བཤད་དུས་ཙམ་པ་ཨ་ནི། ཁྱེད་ཚོ་དེ་འདྲའི་ཁ་ཞིག་ནས་བྱེད་ཀྱི་ཡོད་ལ་འདི་ཙམ་པ། ལན་རྒྱག་གི་མི་འདུག་ཨ་ནི་ཁྱེད་རང་གཅིག་ནི་ངའི་གླུ་མང་ལ་རོགས་བྱེད། ཨ་ནི་ང་ཁྱེད་རང་ལ་གཅིག་ལ་ཡ་ཡོད་ལ་ནི་ངའི་ལ་ཡི་ར་ཨ་ནི་ཧོང་ལ་ད་ས་མི་འདི། ད་ངོ་ངས་ལ་ད་ཧོ་རླུང་ཚུགས་ཚུགས་འདྲ་བོ་བྱེད་འདུག་ངས་རྗེས་ལ་སྐད་ཆ་མང་པོ་གཅིག་བཤད་འདི་ཙམ་པ་ཨ་ནི་ཁོས་ཀྱིས་ཧོང་ལ་ད་ས། ལ་ད་ལ་འདི་ཙམ་པ། ཁྱེད་རང་གིས་ད་ལྟ་དྲ་རྒྱའི་གོན་སྟངས་ཞིག་དོར་བ་ལ་ཡང་འོང་འདི་དཔེ་མདོར་སྐྱོར་རེད་བྱ་ལ་ཡིན་པ་ངས་ཀྱིས་མདོར་སྐྱོར་རེད་བྱ་ལ་འདི་ཙམ་པ། འདི་ངས་ཁ་ཅིག་ང་རང་ནམ་རྒྱུན་ནི་གོན་གྱི་ཡོད་ད་ཤེས་ཀྱི་ཡོད་རྡོག་རྡོག་རེད་ཤ་ཡིན་ནས་གས་ཚང་མ་ནོར་འགྱོར་ཤ་འདི་ང་ཚོའི་ཆུ་འཇུས་ག་ནི་ང་ཚོའི་ང་རང་ཡིན་ནས་གས་ཆུ་འཇུས་ག་ནི་གཞི་ཆགས་ནི་ཚར་འགྱོག་ཡིན་ཨ་ནི་ཀུ་ཤོ་ད་ཀུ་ཤོ་དེ་ཚོས་གི་གནམ་ས་ག་འདྲེ་ཆུས་གི་ཡོད་མེད་འདི་ང་རང་ཡིས་ཧ་གོ་གི་ཡོད་ཅེས་བྱས་ནི་ཞུ་ཡས་སྤྱི་དང་ནི་ང་རང་གི་ཨ་ནི་ཆུ་ཆོ་དེ་ཚོས་གི་ཀུ་ཤོ་ཡོད་རུ་ཨ་ནི། ཁོ་ཚོས་ཀྱི་ད་ལྟ་ད་ཨ་ནི་ད་གྲྭ་བ་ཚོས་མ་དེ་ཚོས་ཨ་ནི་ཞྭ་མོ་ཞྭ་མོ་དེ་ཚོས་ཀྱི་མ་འཐེན་བཀྲ་མཐོང་གི་འདུག་བ། བཀྲ་མཐོང་དུས་བཟའ་བ་ཞྭ་མོ་དེ་ཚོས་ཞྭ་མོ་དེ་ཚོས་ཀྱི་མ་འཐེན་གི་འདུག་ཨ་ཨོ་དེ་འདྲས་ཅིག་ཨ་ནི་མཐོང་སོ་ཞེས་བཤད་ནི་ཞུ་ཡ་ཡིན། ཨ་ནི། བོད་པ་དེ་ཚོ་ལ་དངོས་གནས་ཧོ་ར་བོད་པ་དེ་ཚོ་ཡིན་རྒྱུ་ད་གང་ཁ་ཤས་ཀྱི་མ་ཤི་མི་འདུག་ཡིན་ནའི་གི་ད། ཁོང་ཚོས་ད་ལྟ་བར་དུ་ད་ལྟའི་ཕྱི་རྒྱལ་དེ་ཚོ་ལ་སླེལ་རྒྱའི་ད་བོད་གཞུང་དང་རྒྱ་རིན་པོ་ཆེ་གི་མཚན་འདི་གི་ཐོག་ནས་སྦྱོར་སྐྱོར་རེད་མ་ཤེས་ཅིག་གི་ཁོ་རང་ཚོས་གི་འདི་འདྲའི་བརྗོད་ནི་སླེལ་སྐྱོར་ཡིན་འགྲོ་ངེས་གི་ཁྱོད་ནི་རང་བསམ་གི་མི་འདུག་ཞེས་ཞེས་ཞུ་ཡ་ཡིན། ལོ་ལོ་ལོ་ཐོ་ཆེ་ན། ཨ་ནི། འདི་རྗེས་ལ་ད་ཟླ་བ་ལ་ལ་ང་འདི་ཞུ་འདྲི་བྱུང། ཨ་ནི། སྤྱི་དང་དོལ་རྒྱལ་གྱི་དག་ཅིག་རྩོད་རྙོག་སེལ་བར་ད་དེ་སྤྱི་དང་ད་ལོ་རྒྱུ་རིང་པོ་རེད། ད་དགུ་བཅུ་དགུ་སྒྲུང་དེ་སྤྱི་དང་ཟླ་བ་ལ་ད་སྤྱི་དང་མོན་གོར་གནས་ལ་བ་ཨེ་ནི་ཆེ་ཙང་ད་ཅིག་འདི་ད་རྙོག་དྲ་དེ་མང་ང་ཅིག་ད་དགའ་ལྡན་དང་ད་ཅིག་གདན་ས་ནས་བྱུང་ཡོད་དུས་ཙམ་པ་ལ་ད་དགའ་ལྡན་ལ་ཁྱོད་རང་ཅིག་ད་སྤྱི་དང་ལ་འགག་འཁེལ་དུས་མང་པོ་ཞིག་མཐོང་ཡོད་རེད་ཡིན་པ་ཡིན་ན་ད་ཁྱོད་རང་ལ་ད་ཅིག། དངོས་སུ་ད་ཅིག་ད་ལྟ་བྷ་ར་རིན་པོ་ཆེ་ཞེས་བྱ་བ་ནི་ད་ལྟ་དགའ་ལྡན་པའི་ཅིག་བླ་མ་ལྷ་ཆེན་ཆགས་བསྡད་ཡོད་རེད། རིན་པོ་ཆེན་གྱིས་ད་ཅིག་སྤུན་མཆེད་ད་གཅུང་མོ་ཆགས་བསྡད་ཡོད་རེད་སྤུན་རྒྱ་ཆུང་བ་ཆགས་བསྡད་ཡོད་རེད། རིན་པོ་ཆེན་གྱིས་ད་ཅིག་སྙེ་མ་སྐུ་གོང་མའི་སྐབས་ལ་དུས་སྐལ་ཤུགས་ཆེན་པོ་སྟོན་གྱི་ཡོད་པ་འདི་ད་ཅིག་བྱང་རྩེ་གྲྭ་ཚང་ནང་ལོགས་ལ་ཕྱིས་སུ་ད་དེ་འདྲའི་ཁོ་རང་ཚོའི་ད་དུས་སྐལ་བ་ཚེ་གུ་འདི་འདྲའི་བཤད་ཀྱི་འདུག་བ་བྱང་རྩེའི་གྲྭ་ཚང་ལ་བཀྲ་མ་ཤིས་པ་དེ་འདྲས་ཡོང་ཡོད་མ་རེད་ཟེར་སྐད་ཆ་དེ་འདྲས་ཧམ་བཤད་དེ་འདྲས་མང་པོ་བཤད་བསྡད་ཀྱི་འདུག་བ། ད་རིན་པོ་ཆེ་སྐུ་གོང་མ་ལ་ཡང་དུས་འགལ་ཤུགས་ཆེན་པོ་བསྟན་པ་ལ་བརྟེན་ནས་ཨེ་ནི་ཅིག་བཀྲ་མ་ཤིས་པ་དེ་འདྲས་མང་པོ་ཡོང་ཡོང་བ་དེ་ད་རྒན་པ་ཚོས་གསལ་བོ་ཤེས་ཀྱི་འདུག་བ། ད་ཡང་སྲིད་ད་ལྟ་ཁྱོད་རང་གིས་ད་རིན་པོ་ཆེ་ད་གཅེན་པོ་ཆགས་བསྡད་ཡོད་རེད། རིན་པོ་ཆེ་གིས་ད་ཅིག་གཅུང་པོ་ཅིག་ཡིན་དུས་ཙམ་པ་ལ་ཁྱོད་རང་ད་པ་ལམ་ལ་ད་ཡབ་དགུ་ཤོག་ཟེར་བྱས་ཞུས་བསྡད་ཀྱི་ཡོད་རེད་བ། ད་ཡབ་དགུ་ཤོག་དང་བྱས་བྱས་ཁྱོད་རང་ནང་ལ་ཡང་ད་ཅིག་ཁྱོད་རང་སྒེར་གྱི་ཐོག་ནས་ད་ཅིག་དོལ་རྒྱལ་དེ་རིན་པོ་ཆེ་གྱི་ད་ཅིག་གི་དོལ་རྒྱལ་དང་འབྲེལ་བ་སྙན་མ་ཡོད་པ་ལ་བརྟེན་ནས་ཅིག་ནང་ལ་བཀྲ་མ་ཤིས་པ་འདི་འདྲའི་མང་པོ་ཅིག་ད་ཕན་ཐོག་ག་རེ་བྱུང་ཡོད་རེད་ནི། ཅིག་ཕན་ཐོག་པ་ག་རེ་བྱུང་ཡོད་རེད་གནོད་པ་ག་རེ་བྱུང་ཡོད་རེད་ད་འདི་ཁྱོད་རང་སྒེར་གྱི་ཐོག་ནས་ད་ཉམས་མྱོང་གི་ཐོག་ནས་སོ་སོའི་ནང་ནང་ཁྱིམ་ཚང་ནང་ལོགས་ལ་ད་ཁྱོད་རང་ཁྱོད་རང་མི་ཐོག་ད་ག་རང་ལ་ཁྱོད་རང་མང་པོ་ཞིག་མཐོང་མི་འདུག་ཙང་མ་འདི་ཐོག་ལ་ང་ཚོ་རྒྱལ་སྤྱི་སྲིད་དབང་ཡོངས་ལ་ཅིག་འགྲེལ་བཤད་ཞིག་རྒྱག་ན་ག་འདྲེ་རྒྱ་ནོར་ནང་སུ་བཞུགས་ཀྱི་ཡོད། ཨོ་ལ་སེ་ཨ་ནི། ད་ངེད་ཀྱི་ནང་ལ་ཆ་བཞག་པ་ར་ཅི་ཡིན་ན་ཨ་ནི། ཅི་ལྟར་ད་མི་གཞི་བདག་འདི་འདྲས་ཡིན་ན་ཕ་ཐོག་བུ་ཐོག་ནི་ཨ་ནི་འདི་འདྲས་འབྲེལ་བ་ཡོད་ཟེར་བཞིན་འདི་འདྲས། ཨ་སུ་ངས་འདི་འདྲས་ཀྱི་མང་པོ་ཡོད་རེད་ཡིན་ནས་ང་ཚོ་འདི་འདྲས་ཁྱོད་ཀྱི་མ་རེད་ཨ་ནི། ང་ཚོས་ཀྱི་ནང་ད་ཞུས་ནས་ཀྱི་ནང་ཚང་མ་གྱིས་ཨ་སྡོད་སྐད་འདི་ལ། ད་ཞུ་གུ་ལ་འགྲོ་རེས་བྱེད་བཞིན་ནི་འདི་འདྲས་ཡོད་མ་རེད་ངའི་པ་ལགས་ཀྱིས་ད་ཁྱོད་ནི་རང་ཨ་ནི། ཕྱི་འཇུས་ག་ནི་འདི་འདྲས་ཁྱོད་ནི་བྲེལ་བ་གོ་རེས་ཡོད་མ་རེད་ང་རང་ཕྱི་འཇུས་ག་ནི་ཐོང་རོ་ཨ་ནི། ངའི་ཨམ་ལ། ཉལ་ས་ནང་ལ་དཔེ་མང་པོ་ལས་རེད་ལོ་མང་པོ་ལས་རེད། ཨ་ནི། ཨམ་ཅིག་ད་ད། ད་ད། མོན་གྷོ་ལ་རྒྱ་གར་ད་ད Doctor Hegde ལ་ནི། ཨམ་ཅིག་སྐད་གྲགས་ཚ་བོ་ཅིག་ཡོད་རེད་ངེས་མ་ད་ད་ད་ཡོད་མ་རེད་ཁོ་རང་ཤ་ཚ་རེད་ཨ་ནི། ཁོ་རང་གི་ནང་ལ་མ་ཡོང། ཨ་མ་ལ་ལ་སྨན་བཅོས་བྱེད། བུད་མེད་འགས་བཏང་ཡོད་རེད་ཨམ་ཅི་ཤེས་རབ་ལ། ཨམ་ཅི་ཤེས་རབ་ལ་སྐེམ་གསུམ་པ་རེད། ཁོ་རང་ཡང་ད་ལྟ་ཤ་ཚ་རེད་ཡོད་མ་རེད། ཨམ་ཅི་ཤེས་རབ་ལ་གི་སྨན་འགས་དཔལ་མང་པོ་བཏང་རེད་ངའམ་ལ་གི། ཁྱོད་ནི་བྲང་ཡ་མེད་བ་བྱེད། འདི་འདྲས་བྱས་ནས་མང་པོ་ཞུ་ལེ་རེད་ད།

ཨ་ནི་བླ་བྲང་ནི་གས་ད། ད་ལྟ་རིན་པོ་ཆེ་དབུ་འཛིན་གྱི་བླ་བྲང་ནི་འདི་འདྲའི་གས་འབྲི་བཤད་རྒྱ་མི་འདུག། ཨ་ནི་འབྲི་བཤད་རྒྱ་ཡོད་ན་སྔས་མ་ནི་བཏོན་ཡོད་སྲིད་བར་བ་ལ། ཨ་ནི། ཁོ་ཚོས་འདི་འདྲའི། ད་འབྲི་བཤད་རྒྱ་མོ་འོ་ཡ་གི་རྒྱུ་མཚན་འདི་ག་འདྲས་ཡིན་ན་འདི་ཡང་ངས་ཧ་གོ་མ་སོང། ད་འདི་འདྲའི་དྲི་བ་འདི་འདྲའི་སླེ་གི་རེད་བསམ་མ་སོང། ཨ་འདི་འདྲའི་སླེ་གི་ཡོད་ན་ངས་སྔས་མ་ནི་ད་བྷེ་གས་གས་བླ་བྲང་ལ་ད་རྒྱུགས་ལ་ད་ཁོ་ཚོ་ག་རེ་ཡིན་ནས་གས་བཀའ་འདྲི་ཞུ་ཡ་ཡོད་ར་བ། ད་འདི་འདྲས་ངས་ཁྱོད་ནི་ཧ་གོ་གི་ཡོད་མ་རེད་ཨ་ནི། ད་གང་ཅི་ངའི་ཨམ་ལ་དེ་འདྲས་ནི་མང་པོ་ཅིག་ལས་རེད་ངས་ས་ན་ལ། ཨ་ནི། ད་ད་རིན་པོ་ཆེ་ཡིན་ན་ཀྱེ་ད་ད་ད་དགོངས་པ་ལ་ད་ཞུ་ཡོད་མ་རེད་ཡིན་ནས་ཀྱེ་ཨ་ནི། ད་བདག་མོ་དེ་འདྲས་མི་འདུག་ད་འདི་ང་ཚོས་ཏི་སི་བློ་བདེའུ་འདུག་ཞེས་ཞེས་ནི་ཞུ་ཡ་ཡིན་བདག་མོ་དེ་འདྲས་ཡོད་རེད་ལ་ནི་ཁྱོད་ནི་གཙང་བ་ནི་གོ་མ་སོང། ཨ་ནི། ད་རིན་པོ་ཆེ་ལ་ཡིན་ནས་ཀྱེ་ང་ཚོས་ད་དེ་འདྲས་ཀྱི་འབྲེལ་བ་དེ་འདྲས་ཤུགས་ཆེན་པོ་དེ་འདྲས་མེད་ད་མཚམས་མཚམས་ད། ཞེས་པ་དེ་འདྲས་ཕུལ་གྱི་ཡོད་རེད་པ། ཨ་ནི་བྱེད་མ་གཏོགས་འབྲེལ་བ་འདི་འདྲའི་གི་ཤུགས་ཆེན་པོ་འདི་འདྲའི་ཡོད་མ་རེད། སྤྱི་དང་ནི་ཁོ་ར་སོ་སོ་རང་འདི་འདྲའི་ཞུགས་འདི་འདྲའི་ཁ་བ་ཁ་ས་ཕས་ནི་འདི་འདྲའི་ཞུགས་གི་ཡོད་རེད། ཨ་ནི། ད། ཧོ་འདི་འདྲའི་འདྲ་བོ་ཅི་རེད་ཨ་ནི་ཨམ་ལགས་ད་དཔེ་མང་པོ་འགྱངས་རེད་ཨ་ནི་འདི་ཞུགས་ལ། དགུ་བཅུ་གོ་དྲུག་ལ་དགུ་བཅུ་གོ། དགུ་བཅུ་གོ་དྲུག་ལ་རེད་དེ་དུས་ཙམ་པ་ང་སླབ་གྲྭ་ཡིར་བ་ལ་ཨཱ་ནི་རྒྱ་བོར་མི་ཆེ་ཐེ་མ་ཅིག་ང་ཚོ་གཞིས་ཆགས་ལ་ཆེ་བརྒྱུད་གནང་སི་བ་དེ་དུས་ཙམ་པ་ཨཱ་ནི་དགོང་དག་ང་ཚོ་ད་ཨམ་ལ་དང་ང་གཉིས་གཉིས་ཀོ་ར་ལ་ཀོ་ར་ལ་འགྲོ་དུས་ཙམ་པ་ཨཱ་ནི་ད་ལྟ་ཚོགས་ཆེན་ཚོགས་ཆེན་ལ་ཨཱ་ནི་དགོང་དག་ཅིག་ལ་བཀའ་སློབ་གནང་གི་འདུག་རྒྱ་བོར་མི་ཆེ་ཡིར་བ་བཀའ་སློབ་གནང་དུས་ཙམ་ཨཱ་ནི་ཨམ་ལ་གིས་ད་བུ་མོ་ཏིས་ཀོ་ཨཱས་ང་ལ་ཨཱ་ནི་ངས་ག་རེ་ར་ཅིག་བྱེད་ཡིན་ན་བསམ་ཟིར་བ

འོ་འདི་སོང་ཟེར་བ། ཨ་ནི་གཞན་དག་འདི་ག་ཡག་པོ་དྲན་པ་མི་འདུག་འདི་ང་རང་གི་མཆོད་འཇུས་གྲོགས་གཅིག་ཡིན། འདི་གི་རྗེས་དེ་ལ། ཨ་ནི་སང་ཉིན་དེ་ལ། སང་ཉིན་ཞོ་ཁའི་དེ་རང་ལ་ལམ་སང་ཨམ་ལགས་ཀྱིས་རྔ་བོ་ནས་བྱ་ཐང་དེ་འདྲས་བརྐོས་བྱས། ཨ་ནི་ད་ལྟ་ང་ཚོའི་གི་ནང་ལ་ཨ་ནི་སྡོད་མཁན་དེ་གི་ད་ཁུ་པར་པར་ཡོད་རེད་ཁུ་པར་ད་པར་དེ་ཡོད་རེད། ཨ་ནི་ཚང་མ་ཁ་བརྡ་ལ་འདྲིས་འདྲིས་བཞིན་ཨམ་ལགས་དགོངས་པ་ལ་ཕྱིན་སོ།

ཨ་འོ་དེ་འདྲ་ལ་ཟིན་པ་ཡིན་ད་ང་ཞི་དྲག་འགོ་ཚུགས་ཀྱི་མེད་ཨ་ནི། ཕྱི་མཆོད་ག་དུས་མཛད་པ་ད་དུས་ང་རང་གྲོགས་མོ་དེ་འདྲའི་གའི་འཁྲིས་ནས་འགྲོ་མྱོང་བསྟན་ཁ་ལ། རེད་རེད་རེད། ང་རང་གྲོགས་མོ་དེ་འདྲའི་འཁྲིས་ནས་འགྲོ་མྱོང་ཁ་ཅིག་ལ་ན། ད་ལྟ་སྐུ་ངོ་ཆོས་ཆོས་ལགས་ཀྱིས་ད་བྱམས་པོ་ཞུ་གནང་གི་ཡོད་ག་ལ། ཨ་ནི། དགུང་མོ་གཅིག་དང་དགུང་མོ་གཉིས་དེ་འདྲའི་གསང་བ་གསང་བ་དེ་འདྲ་གནང་གི་རེད། ཨ་ནི། ངའི་གྲོགས་མོ་གའི་འཁྲིས་ནས་འགྲོ་གི་ཡོད་ད་གྲོགས་མོ་དང་ང་ཚོ་ར་བརྙན་པ་དེ་འདྲའི་རག་གི་འདུག་ལ་ནི་འགྲོ་དེ་གོ་རོ། བསླབ་གྲྭ་ནི་མར་ལོག་ཡོད་འདི་མཛངས་པ་ཁ་བརྡུང་འགྲོ་གི་ཡོད་མ་ཀེ་ལ། ཨོ། ཨ་ནི་འོ་དེ་འདྲའི་ཆེ་དགོངས་པ་གནང་ལོ་ལས་འགྲོ་ཕྱག་འཚལ་ཚང་མ་བྱེད་ཀྱི་ཡོད། ཨ་ནི་ད་འདི་ནས་ནས་ཕྱིན་ནས་ཨ་ནི་ང་ཚོ་ནང་ནས་འབད་འཐོར་བ་དག་མཚམས་འཇོག་བྱེད་རེས་ཞེས་ནས་ཞུ་ཡ་ཡིན། ཨ་ནི་ཐེངས་མ་གཅིག་ཧ་ད་བེང་ལོར་ལ་ཨ་ནི་ཡང་ང་དེ་དུས་ཙམ་པ་བསླབ་གྲྭ་བེང་ལོར་ལ་བསླབ་གྲྭ་ལ་དེ་གཅིག་འགྲོ་དེ་དུས་ཙམ་པ་ཨ་ནི་རིན་པོ་ཆེ་གི་མཉམ་དུ་ལ་ཡོད་ཡོད་དུས་ཙམ་པ་ཨ་ནི་དེ་དུས་ཙམ་པ་ད་ང་ཚོ་ཡང་ངོ་བཞིན་པ་ཅིག་དེ་ང་ཚོའི་རྩ་ལ་ལེ་དུས་ཙམ་པ་ཨ་ནི་རིན་པོ་ཆེ་ད་ཁོ་རང་ད་ལྟ་ངོ་བཞིན་པ་ཅིག་ར་ད་ད་ད་ཡོད་མ་རེད་ད་གྲོངས་ཚར་ཟེར་བ། ཨ་ནི་ཁོ་རང་ལ་ཆུ་ཆོས་རིན་པོ་ཆེ་གིས་ད་ཁྱེད་རང་འདི་གཡུག་བཞག་ན་ག་འདྲས་འདུག་ཇི་བཞིན་གསུངས་སོ། ཨ་ནི་དེ་འདྲས་གསུངས་དུས་ཙམ་པ་ཨ་ནི་ད་ལྟ་ངོ་བཞིན་པ་དེ་ཁོ་རང་གིས་ད་ལྟ་རིན་པོ་ཆེ་ཡི་རྩ་ལ་སྐུ་མདོག་གོང་མ་གི་ཨ་ནི་ཐག་ང་ཅིག་ཡོད་བ་ཨ་ནི་ཁོ་རང་གིས་ཧ་གོ་གི་འདུག།

ཡག་པོ་ཡོད་ས་མ་རེད་ཡག་པོ་མི་འདུག་བ་འདི་འདྲས་ཇི་བྱེད་ནས་གསུངས་སོང་གསུངས་དུས་བརྩམས་པ་ཨ་ནི་ད་ལྟ་ངོ་བཞིན་པ་འདི་གིས་ད་འདིས་ང་གཡུག་ཐུབ་གི་མེད་འདྲས་འགྲོ་གི་ཅིག་ཡ་འདི་འདྲས་འགྲོ་གི་ཅིག་གི་སྐད་ཆ་བྱུང། ཨ་ནི་ད་འདི་ཁྱོད་རང་འདོད་པ་རེད་གསུངས་སོ་ཅོ་ཅོ་གིས་འོ་འདི་འདྲས་འགྲོ་གི་ཅིག་ཕྱིན་ནས་ང་ཚོའི་ནང་ད་དཔེ་ཐོ་ར་ཨ་ནི་གཙང་མ་གཙང་རྒྱག་འགྲོ་གི་ཅིག་ཆགས་ནས་ད་ཡིན་ནས་ཀྱི་བཀྲ་མ་ཤིས་བ་ད་འདི་འདྲས་འགྲོ་གི་ཅིག་ཡིན་འགྲོ་བསམ་གི་འདུག་ད་ལྟ་རིན་པོ་ཆེ་དགོངས་པ་ལ་ཡེ་ཤུ་ཡོད་མ་རེད་ཕྱི་ལོག་སྡེ་བ་ལ་ཕེབས་ནས་ད་ལྟ་ད་ང་ཚོས་ཞེ་དྲག་བརྗེད་ཀྱི་ཡོད་མ་རེད། འདྲེ་འདྲ་བོ་ཅིག་རེད། བློ་སི་ད་འདི་རེད་བྱས་རྡོག་རྡོག་འདྲ་བོ་བྱས་ན་ད་ཡང་འདི་ད་ད་བ་ཡང་འཛོམས་ལགས་ཀྱི་གསུང་ཡས་འདི་ད་བྷ་ར་རིན་པོ་ཆེ་ད་ད་ད་གུ་དོག་འདི་ལ་ཡ་དོལ་རྒྱལ་དང་འབྲེལ་བ་མེད་པ་འདི་གསལ་བོ་ཞུ་ཅིག་རེད་བྱས་རོ་བ་ད་འདི་དབུ་ནས་སྤེལ་མ་ཟིག་ཟིག་ཅིག་ཅིག་རེད་བསམ་གི་འདུག་རོ་བ། ཁྱོད་རང་ནང་མིའི་སྐོར་རེ་བཤད་ཡོད་འདུག་ཛམ་བྷ་ལ་ཁྱོད་རང་གི་ད་རྡོག་རྡོག་འདྲ་བོ་ཅིག་ད་འདི་འདྲས། པའི་ང་རང་གིས་ད་ཅི་གོ་བ་ལེན་སྟངས་བཏང་བ་ཡིན་ན། དོལ་རྒྱལ་འདི་ཅི་སྟངས་ད་ཅིག་གིས་ཁྱོད་རང་གཉིས་མེད་སྐད་ཆ་བཤད་ཀྱི་ཡོད་དགུ་བཅུ་གོ་དྲུག་སྙན་ལ་ད་དངོས་གནས་སྒྱིད་ལུག་ནང་ལོག་ལ་ད་ཅིག་ད་བོད་པའི་སྤྱི་ཚོགས་ནང་ལོག་ལ་ད་ཅིག་སྟོན་མཁན་མང་པོ་ཞུ་བཞི་བྱས་འདི་ནས་དགུ་བཅུ་གོ་དྲུག་ནས་བྱས་བྱས་ནས་ཅིག་སྐྱག་མོ་རུམ་ཅིག་ཀ། དངོས་གནས་ཅིག་ད་བཀའ་སློབ་ཕེབས་པ་འདི་ནས་ནས་ཅིག་ཆ་ཚང་ཅིག་ད་ཅིག་དངོས་གནས་ཡག། ཅིག།

གཅིག་གིས་ད་གཅིག་གིས་ཨེ་ནི་མ་དད་པའི་ཡག་པོ་གཅིག་ནི་ད་གཅིག་སོས་མ་སོང་ཟེར་གྱི་ཨེ་ནི་ད་འདི་གི་ད་ང་ཚོ་མ་སོང་ནས་ཉེས་པ་ལགས་ན་ད་འདི་འདྲའི་གཅིག་ཨ་མ་ལགས་སྡུག་གི་ཡིན་པ་འདི་ད་ཐུགས་ཐག་གཞུས་ཏེ་ཛམ་པ་འདི་འདྲའི་ཕབ་གི་འདུག་འདི་ད་དུས་ཙམ་པ་ལ་ད་གཅིག་གིས་དབུ་ནས་ཕན་པ་དང་གནོད་པ་བྱེད་པ་ཡིན་ན་ད་གཅིག་འདི་གིས་ཡང་གཅིག་ད་ཇི་ལྟར་དངོས་གྲུབ་དང་འདི་འདྲའི་མང་པོ་གཅིག་མང་པོ་གཅིག་ལ་དངོས་གྲུབ་འཕེལ་གྱི་ཡོད་གི་རེད་དེ་མང་པོ་གཅིག་ལ་ད་མང་ང་ལ་ད་ཕན་པ་ལས་གནོད་པ་མང་ང་ཡོད་པ་འདྲ་བོ་གཅིག་གིས་ད་འདི་དུས་ཙམ་ང་ཡང་ང་ཡི་དྲིན་གྱི་འདུག་ངའི་ནང་མི། པ་ལ་དགྲ་བོའི་རྗེས་ལ་ཤུགས་ཆེན་པོ་འདི་ག་ལ་ད་སྟོན་ནས་ངས་འདི་འདྲའི་རས་ཆེན་བཟོ་བའི་དགུ་བཅུ་གོ་དྲུག་ནི་བྱས་རྗེས་དངོས་གནས་ཅིག་གཙང་མ་གཙང་རྐྱང་བས་སྐྱབས་མགོན་རིན་པོ་ཆེ་ལ་ཡིད་ཆེས་བློས་འདས་རང་བྱས་རྗེས་ཡར་ཕུལ། འདི་དྲང་གི་གནས་ཚུལ་ལྟར་ཆགས་བསྡད་ཀྱི་འདུག་ད་ཡིན་པ་ཡིན་ན་རྡོག་རྡོག་འདི་ཕན་ལས་གནོད་ཆེ་འདུག་ཟེར་བསྡད་ཀྱི་ད་ཁྱོད་རང་གིས་གསུང་འོས་བ། ལའང་རེད། ཐུགས་ཆེ་གནང།
དེ་ཞག་ནས་ང་ཚོ་ནང་ལ་འདུག་པ་དེ་འདྲ་ནི་གལ་བྱུང་མ་སོང་བས་ད་རིན་པོ་ཆེའི་དགོངས་པ་ལ་ཞུགས་ཡོད་མ་རེད། ཡིན་ནས་ཀྱི་ང་ཚོའི་ནང་སྤྱི་དང་ནི་འདི་འདྲའི་དཀའ་ངལ་འདི་འདྲའི་གལ་བྱུང་མ་མྱོང་ཟེར་བཞིན་ཞུ་ཡ་ཡིན། ལོས་ལོས། ཨེ་ནི།
འདི་རྗེས་ལ་ད་ངས་འདི་ཞུ་དགོས་བསམ་སོང་ཨ་ཟླ་བ་ལགས་ཀྱི་ཐ་ན་དཔེར་ན་ཡང་མོན་གྷོ་སྐེམ་གཉིས་པ། རོ་ཧ་གྲོང་སྡེ་གཉིས་པ་ནས་རེད་ཤ་སྐེམ་གཉིས་པ་ནས། དཔེར་ན་ད་ཉེ་ཆར། ཅིག་ད་ཡུ་རོབ་དང་ཨ་རིའི་ཁུལ་ད་ཡུ་རོབ་ནང་ལོ་ནས་ད་གཉིས། སྐྱབས་མགོན་རིན་པོ་ཆེ་ད་ཅིག་ད་ཡུ་རོབ་ལ་ཕེབས་པའི་སྐབས་ལ་ལོ་ཆུང་ཆུང་མང་པོ་ཆེ། ཨེ་ནི་དུ་ཟ་དག་ཁོ་རང་བཟོས་ཀྱི་ཨེ་ནི་ཅིག་གཞོན་ནུ་ཁ་ཟ་དང་དོལ་རྒྱལ་གྱི་ད་ལྟ་ལ་རྡོ་རྗེ་ཤུགས་ལྡན་ཁ་ཟ Youth Congress བྱས་རྗེས་ད་དྲ་རྒྱའི་ནང་ལོག་ལ་ད་ནང་ངོ་དེབ་དང Facebook དེ་འདྲའི་ནང་ལ་ཁོང་ཚོས་ཅིག་གི་མི་འདུག་ད་ཁྱོད་རང་དེ་མཐོང་ཡོད་རོ་བ་དེ་ཙམ་པ་ད་ནང་མོན་གོར་སྐྱེབས་གཉིས་པའི་ད་ནང་སྙེ་མང་དང་དོལ་རྒྱལ་ཤུགས་ཆེན་པོ་བཏོན་ནང་བ་ལ་དེ་ཆ་འདྲི་མ་ཆགས་བསྡད་ཡོད་རོ་བ་ད་ནང་བསྟན་ཚུལ་ཁྲིམས་ལ་རོ་བ་ད་ནང་བློ་བཟང་ཚུལ་ཁྲིམས་ལ་རོ་བ་ཨེ་ནི་ཁོ་རང་གི་ད་ནང་ད་ཁོ་རང་ད་གྲོངས་ཚར་རེད་རོ་བ་ད་ཁོ་རང་བཟོས་རྗེས་ད་བུམ་ད་ཅིག་བུ་གི་ད་མནའ་མ་སྐལ་བཟང་ཟིག་མ་ལ་ཡ་སྐལ་བཟང་ལ། རེད་རེད། སྐལ་བཟང་གིས་ད་ད་ན་བུ་མོ་ལོ་བཅུ་ཁོ་ན་ཚོས་ལ་སྤུ་གུ་ཚད་མ་དེ་ནས་གཉིས་གཉིས་སྤུ་གུ་བཞི་ཡོད་ར་བ། ཡོད་རེད་ཡོད་རེད། ཨེ་བྱས་ཙང་ཁྱོད་རང་གིས་མཐོང་ཡོད་རེད་སྤུ་གུ་བཞི་དེ་ཚོ་ད་མ་དོན་ཅི། དངོས་སུ་མ་ད་ཅིག་དོན་ཅི་ཨེ་ནི་སྐྱག་མོ་རིན་པོ་ཆེ་ལ་ཨེ་ནི་ཅིག་ཨེ་རྫུན་མ་བཤད་ཅིག་ཆུ་ཐལ་རག་མོའི་སྤྲེལ་རོ་བྱེད་ཟིག་ཅིག་ཁོང་ཚོས་མ་ཨ་མ་ད་ད་སྤུ་གུ་ད་ག་ང་མ་དོན་ཅི་དེ་དུས་དྲ་རྒྱའི་ནང་ལ་བལྟས་ཅིག་འདི་ར་ཅིག་ད་ཚང་མས་མཐོང་ཡོད་ར་བ། ཨེ་ཁྱོད་རང་སྤུ་གུ་དེ་ཚོ་ངོ་ཤེས་པ་རེད་ནང་མི་དེ་ཚོ་ག་ང་ངོ་ཤེས་མཁན་ཡོད་རེད་འདི་ཐོག་ལ་ཁྱོད་རང་འདི་མཐོང་ཡོད་འདི་ཙམ་པ་ལ་ཨེ་ནི་ཅིག་ཚོར་སྣང་ར་ཅིག་ག་རེ་བྱུང། དངོས་གནས་ད་ད་དེ་དངོས་གནས་ཞུས་ན། ད་ལྟ་ཨ་ཅག་སྐལ་བཟང་ད་ཨ་ཅག་སྐལ་བཟང་རེད། ཨ་ནི་སྤུ་གུ་བཞི་ཡོད་རེད་ང་ཚོའི་གི་སྤུ་གུ་བླ་བྲ་ལའི་སྙོམ་དུ་འགྲོ་དེ་རེད་ད་ལྟ་བར་དུ་ཁོང་ཚོ་ཧྥ་རན་སི་ལ་ད་ད་ལྟ་ཨ་ཅག་ཧྥ་རན་སི་ལ་འདུག་བ་ལ་ཨ་ནི་ལ་སྤུ་གུ་དེ་ཚོ་མ་སླེབས་བར་དུ་བོད་པ་བླ་བྲ་ལ་འགྲོ་རེད་ད་བསམ་བློ་བཏང་ཤེས་ངེས་དང་ངོ་ཚ་ཤེས་ངེས་ཡིན་ན་རུ་བ་ཨ་ནི། ང་ཚོ་སྤུ་གུ་དེ་ཚོའི་མཉམ་དུ་འགྲོ་དེ་རེད་སླབ་གྲྭ་ལ་བོད་གཞུང་སླབ་གྲྭ་ལ་ཨ་འདི་ན་ཤིང་གི་འདི་མ་ཚད་བས་ཀྱི་བོད་གཞུང་གི་སྐྱོབ་སྐྱོབ་སོ་མང་པོ་ཟ་ཡོད་རེད་སྐྱོབ་སོ་དེ་ག་ནས་ཡོང་གོ་རེད་འདི་གཅིག་ཨ་ཅག་མོ་རང་ཡིན་ན་གི་བསམ་བློ་བཏང་ཡ་གཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཨ་ནི་ཀེམ་ལ་ད་ལྟ་ང་ཚོ་གཞིས་ཆགས་ལ་བསྡད་དུས་ཙམ་པ་གཞིས་གྲོང་ནང་ལ་ཁོ་རང་ཚོ་ཡོད་དུས་ཙམ་པ་དཀའ་ངལ་ག་ཚོད་འཕྲད་ཡོད་རེད་ཨ་ནི་ཀེམ་མི་དང

རྩེ་ཤེས་པ་བྱིན་ནས་འགྲོ་ན། ག་རེ་ཡིན་ན་གའི་གྲུབ་འབྲས་ཡག་ང་ཅིག་ཐོན་གི་རེད་བསམ་གི་འདུག་ར། ཨ་ནི། ཨ་ཅག་གི་ས་ལ་ཡིན་ན་གའི་སྤུ་གུ་དེ་སྤུ་གུ་ད་སྤུ་གུ་བཞི་ཡོད་རེད་སྤུ་གུ་བཞི་ཡོད་རེད་སྤུ་གུ་བཞི་དེ། སྤུ་གུ་དེ་ཚོའི་གི་ནོན་འཁྲུལ་ཁྱོད་ནི་ཁོ་རང་ངས་རྩིས་གི་མེད་ད་ང་རང་འདྲ་བོ་ཅིག་ལ་ཆ་བཞག་ན། ཆུ་ཆུའི་ག་ནི་སྤུ་གུ་དེ་ཚོ་ངས་མཐོང་བསྡད་ཡོད་རེད། ཨུམ། ཨ་ཅག་མོ་རང་ཡིན་ན་གའི་ག་གི་ཡོད་ཉི་མ་ང། བྱས་ལ་ཧྥ་རན་སི་ལ་སྤུ་གུ་དེ་ཚོ་སླེ་ཚར་ནས། ཕྲུ་གུ་དེ་ཚོ་ཧྥ་རན་སི་ལ་བསླེས་ཚར་བ་དང་ཨ་ནི། རྒྱ་གར་མི་ཆེན་ལ་ད་འཚེ་མེད་ཞུ་འཚེ་མེད་ཞུ་འཚེ་མེད་ཞུ་གོ་ར་བ། འཚེ་མེད་ཞུ། ཨ་ནི་མི་ད་ལྟ་ད་སྡོད་སྐལ་གྱི་མི་དེ་ཚོ་དང་མཉམ་དུ་ཕྲུ་གུ་དེ་ཚོ་བང་བསྒྲིགས། ཨ་ནི་དེ་འདྲའི་སྐད་འབོད་རྒྱག་དུས་ཚང་མ་དངོས་གནས་སེམས་པ་ད་ཞིའུ་ཕམས། སེམས་པ་ད་ཞིའུ་ཕམས་ཡིན་ནས་ཀྱེ་ད་ང་ཚོ་ལ་ནི་ཁོང་ཚོའི་གི་ངལ་དེ་འདྲའི་གལ་ཡོད་མ་རུ་བ་ལ། ཨ་ནི། སྤུ་གུ་དེ་ཚོས་ལ། ད་སྤུ་གུ་དེ་ཚོས་ཀྱི་དཔེ་དགའ་བོ་ཡོད་བྱེད་ཀྱི་ཡོད་རེད་བ་ལ་ང་ལ། ཨ་ནི་ང་རང་ཡི་ཨ་ཅག་མོ་རང་ལ་སྙན་མ་དགའ་བོ་ཡོད། ཡིན་ནས་ཀྱི་ད་འདི་འདྲའི་མཐོང་དུས་ཚང་མ་དངོས་གནས་སེམས་པ་ཕམ་པོ་བྱུང་སོང་ཞེས་བཤད་ནས་ཞུ་ཡས་ཡིན། ཨ་ནི་གལ་སྲིད་ད་འདི་འདྲའི་ད་ལྟ་ང་ཚོས་ངས་ཀྱི་སྐད་ཆ་བཤད་རྒྱུ་འདི་ཨ་ཅག་གིས་མཐོང་གི་ཡོད་བ་ཡིན་ན། ཨ་ནི་བསམ་བློ་ཡག་པོ་བཏང་ནས་སོ་སོ་ཆོམ་ཚ་རེད་རོ་རྫབ་དོང་ནང་ལ་ཡིན་ནས་རེད་གཡང་ནང་ལ་ཡིན་ནས་རེད། ཆོམ་ཚ་རེད་ཆོམ་རེད་ཡིན་ནས་ཀྱི་ཚུར་ལོས་ཡས་ཡོད་རེད། ཟློས་གར་སྟོད་ངས་བྱུང་ཡོད་རེད་སྙན་མ་ཞག་ངས་ཞག་ངས་ཀྱི་ཞག་རེད་ཞག་བདུད་ཙམ་པ་སྟོད་ཡུན་བདུད་ཙམ་པ་སྟོད་རེད་ཞག་བདུད་ཙམ་པ་ཞག་རེད། ཨ་ནི་ཨ་ཅག་མོ་རང་ཡིན་ན་ཀྱི་ད་ལྟ་བསམ་བློ་བཏང་ཕྱི་རྒྱལ་ལ་སླེབས་ཚར་རེད། ད་ཁོང་ཚོ་ལ་ཅིག་ཁོང་ཚོའི་ཀྱི་ཁྱེད་རང་ལ་གལ་སྲིད་ཕན་ཐོག་བ་ཡོད་ན། འདི་ལ་དྲིན་ལན་ག་རེ་འཇལ་དགོས་འདུག་རྗེས་རོ། ཡིན་ན་ཀྱི་སྤུ་གུ་འདི་ཚོ་མ་རྫབ་དོང་ནང་ལ་བླུག་དགོས་ཡ་དེ་གལ་ཆུང་པོ་མཐོང་གི་མི་འདུག་ཟེར་བཞིན་ནི་ངས་འོང་འདི་ཅིག་ཨ་ཅག་ལ་ལན་སྤྲད་ཡ་ཡིན་རོ། སྤུ་གུ་འདི་ཚོ་ལ། སྤུ་གུ་འདི་ཚོའི་ཡིན་ནས་ཀྱི་སོ་སོས་བསམ་བློ་བཏང་རོགས། ད་ལྟ་ད་ཆུན་ཆུན་ག་དེ་ཙམ་པ་ཕ་མ་གི་ཁྲིད་རེད་ལང་ཀ་ཕ་མ་གི་སྟོན་གོ་རེད་ཕ་མ་གི་སློབ་བྱ་རྒྱ་ནི་སྤུ་གུ་གི་ད་ཉན་མ་ཉན་དེ་སྤུ་གུ་གི་འདོད་པ་རེད། ཡིན་ནས་ཀྱི་ལས་ཀ་སྡུག་པ་ཅིག་བྱེད་དུས་ཙམ་པ་ཕ་མ་གི་ལས་ཀ་སྡུག་པ་འདི་ལབ་དུས་ཙམ་པ་སྤུ་གུ་གི་བྱེད་དགོས་ཡ་འདི་ངས་གལ་ཆེན་པོ་ཁྱོད་ནས་མཐོང་གི་མི་འདུག་བྱེད་བྱེད་ནས་འོ་འདི་ཅིག་ཞུ་ཡ་ཡི་ར། ཨཱ་ནི། སྤུ་གུ་འདི་ཚོ་ལ་བསམ་བློ་ཡག་པོ་བཏང་ཨཱ་ནི་རྫབ་དོང་ན་ནི་ཚུར་དོན་ཞོག་བྱེད་བྱེད་ནས་འོ་འདི་ཅིག། ལན་ཅིག་དྲན་ངེས་དྲན་འདོད་བྱུང་སོང་ཟེར་བཞིན་འོ་དེ་ཞུ་ཡ་ཡིན། འདི་ན་ཤིང་གི་སྤུ་གུ་ཞེ་འདའ་ཡས་མང་པོ་འདུག་སྤུ་གུ་ཞེ་འདའ་མང་པོ་མཐོང་ཟེར་བ་དྲ་རྒྱ་ནང་ལ། སྤུ་གུ་ཞེ་འདའ་མང་པོ་མཐོང་སོང་ཨ་འདི་ཚོས་གི་ཕ་མ་དེ་ཚོས་ཡིན་ནས་གི་ད། ད་བོད་ལ་བོད་ནི་སྟོན་གི་ཡོད་ནའི་རེད་ཕ་ཐོག་བུ་ཐོག་ནི་སྟོན་གི་ཡོད་ནའི་རེད། ཕན་ཐོག་ག་རེ་འདུག་ད་ད་བོད་ཕྱི་ནང་གཉིས་གི་པ་ར་ལ་དཀྲུག་གི་འདུག་བ་ད་ད། བོད་ཕྱི་ནང་གཉིས་གི་པ་ར་ལ་དཀྲུག་ཀྱོག་འཐུང་གི་འདུག་ངས་གི་ད་དུས་བསམ་པ་ནི། ད་ད་ལྟ་སྐད་འཕྲིན་འདི་ཚོ་ནང་ལ་ཡིན་ནས་ཀྱི་ཁོང་ཚོས་ཀྱི་འདི་འདྲའི། ཚོགས་པ་འདི་འདྲའི་བཟོས་བྱས། ཨ་ནི། ད། བོད་གཞུང་བཙན་བྱོལ་གཞུང་ཞུ་བར་བ། ཁ་བཏང། ད་ད་ལྟ་འདི་ཚང་མ་འདི། བསྡད་ས་ད། སུ་ས་ཆ་ག་བ་ཡིན་ནས་ཀྱི་རྐུབ་བཙུགས་ས་ཡོད་རྒྱུ་ད། ཨ་ནི་ག་བ་ཡིན་ནས་ཀྱི་བོད་པ་ལ་དུས་ཙམ་པ། བོད་པ་ལ་དུས་ཙམ་ཧ་མ་ཧོ་དུས་ཙམ་པ་ད་ལས་བླ་མ་གྱི་མི་ཡིན་ལ་དུས་ཙམ་ལམ་སང་ཨོ་ཨ་ལས་ལ་ནི་འདི་འདྲས་ཀྱི། ད་འདི་འདྲའི་བསམ་བློ་ད་འདི་འདྲའི་ཧ་གོ་དུས་བསམ་པ་སོ་སོའི་གི་བསམ་བློ་བཏང་ཡ་ཅིག་དང་ཧ་གོ་ཐུ་བ་བྱེད་ཅིག་འདི་འདྲའི་ཅིག་བྱེད་ཐུ་བ་བྱེད་འོ་རེད་སང་འདི་འདྲའི་ཅིག་བསམ་གོ་འདུག་ངེད་གི། ཨ་ལགས་འདི་ག་ད་ངས་སྣོན་སྤེལ་ཅིག་ཞུས་པ་ཡིན་ན་སྤྱི་བཏང་དང་ད་ད་ཀུ་སུ་ལྷབ་རིག་ལ་གི་ལ་བ་ད་ཁོ་རང་གི་མིང་ལ་ཀུ་སུ་ལྷབ་རིག་ཆ་འདྲིན་པ་ཆགས་བསྡད་ཡོད་རེད་ད་ཀུ་སུ་ལྷབ་རིག་གི་དཔེ་ན་ཁྱོད་རང་ད་སྐད་འཇིགས་པ་ཆགས་བསྡད་ན་ང་ད་ང་ཚོ་ང་དགའ་འདྲེ་ཤ་ཚའི་ཡིན་དུས་ཙམ་པ་ལ་ང་འདི་དུས་ད་ཅིག་དགུ་བཅུ་གོ་དྲུག་བསྙེན་ལ་ད་ཅིག་སྤྱི་བཏང་འདི་དུས་བསྟན་སྒང་དང་ད་ཅིག་དེ་ལྷ་ཡི་དོད་རྒྱལ་གྱི་སྐོར་དུ་རྙོག་དྲ་དེ་མི་བདུད་གཙང་མ་གང་གཱ་ཧཱུྃ་ཧཱུྃ་བྱེད། གང་གཱ་བདུད་འདུལ་རྟགས་དཔེར་ན། སྐུ་གཟུགས་ལྷ་བྲིས་དགྲ་བོ་བྱེད་པ་ཡིན་ན་སྤྱི་དང་མིའི་དབུ་གནས་བཟང་པོ་དྲང་པོ་མི་གང་གཱའི་ག་བུ་ར་ཅི་བརྩིགས་ཀྱི་ཡོད་ར་བ་དབུ་གནས་གཅིག་གིས་ད་ཁོ་རང་ཕྱིས་སུ་ཨ་ནི་གཅིག་དགུ་བཅུ་གོ་དྲུག་ལོ་ལ་དེ་ནས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་གནང་བྱས་ད་གཅིག་སྐྱེས་མ་ན་ལོ་ལ་མང་ཆེ་གི་ད་གཅིག་དབུ་གནས་སྐྱབས་མགོན་རིན་པོ་ཆེ་བཀའ་བརྩིས་བྱས་ད་ཁོ་རང་སྐུ་གཟུགས་ད་ལྷ་རབས

དཔེར་ན་དགྲ་བོ་རྗེ་ཡིན་ན་ད་དགུ་བཅུ་གོ་དྲུག་གི་རྗེས་ལ་ཡིན་པ་ཡོད་བྱས་ཙང་ང་ད་དགོན་པར་འདི་དུས་ཉིས་སྟོང། འདི་བར་དུ། དགུ་བཅུ་གོ་དགུ་བར་དུ་ད་ང་དགོན་པ་ལ་ཡོད་འདི་དུས་ད་བར་ང་ཁོ་རང་དཔེར་ན་དགྲ་བོ་རྗེ་ཡིན་ན་དགའ་ལྡན་ལ་དགེ་བཤེས་བསྟན་བདག་ཟེར་གྱི་ཡོད་ར་ད་དོལ་ཁའི་སྐོར་ལ་ཤུགས་ཆེན་པོ་འདི་བྱེད་མཁན་ད་ཁོ་རང་གི་རྩ་བའི་བླ་མ་དགྲ་བོ་རྗེ་དགེ་བཤེས་བསྟན་བདག་ཕྱག་དེ་ཡང་ཐ་ན་སྐུ་གཟུགས་ལྷ་བུ་ཡོད་བ། ཨེ་ནི་དགེ་བཤེས་བསྟན་བདག་ཕྱག་འདི་དུས་ཙམ་བར་དགེ་བཤེས་བསྟན་བདག་ད་ཀྱི་དགུ་བཅུ་གོ་དྲུག་ལོ་ལ་དགོངས་པ་རྫོགས་རེད་དགེ་བཤེས་བསྟན་བདག་ང་ཡིན་ཤག་ཤག་མཛེས་བྱས་ད་དགེ་བཤེས་ལགས་ཅི་དང་གཅིག་ང་ཚོ་ཤ་ཤ་མཛེས་ཡིན་དུས་རྩམ་པ་ད་ང་ཚོ་ག་ལ་མཐོང་བདེ་གི་རེད་བ་དེ་དུས་ཨེ་ནི། དེ་ཤི་ལ་དགོངས་པ་རྫོ་བའི་སྐབས་ལ་ད་ད་ཆུ་ལྡན་གྱི་ཤ་མི་ཡོད་རེད་དེ་དུས་རྩམ་པ་ལ་ཆུ་ལྡན་ཤ་མེད་དེ་ཞབས་ཕྱི་གང་ངས་ཞུ་ཡིན་དེ་དུས་རྩམ་པ་ང་དེ་དུས་རྩ་དགོངས་པ་ལ་བསྡད་ཡོད་སྐབས་ལ་གཅིག་ཡག་མ་དེ་བྱས་ད་གང་ག་དེ་དུས་རྩམ་པ་ལ་ཆུ་ལྡན་ཤམ་མཁན་དེ་ཀུ་སུ་ལྷབ་རིག་རེད་ད་ཀུ་སུ་ལྷབ་རིག་གི་ཕེ་ཅན་ད་ཕྱིས་སུ་ཐ་མའི་དགྲ་བོ་བཞེངས་གི་རེད་ད་ལས་ཀ་དེ་དུས་ཁོ་རང་པ་ལ་ཁོ་རང་ད་དཀྱིལ་མའི་རེ་བ་ད་དར་འམ་ལ་ད་འདྲ་སྐལ་བཟང་ཡོད་རེད་དེ་དུས་ཁོ་རང་ཁྱོ་ག་དེ་ཡོད་རེད་བུ་ཡོད་རེད་བུ་གཉིས་ཡོད་བ་གཅིག་ང་ཚོའི་དགོན་པའི་གྲྭ་བ་རེད་ད་ཨེ་དེ་དུས་ཙམ་པ་ལ་གཅིག་ད་ཉི་མ་ལགས་ཡོད་བ་ཨེ་ད་ངེད་ཀྱིས་དངོས་ཡོད་གནས་ཚུལ་གཅིག་ཞུས་པ་ཡིན་ན་ང་ཚོ་དེ་དུས་ཉིས་སྟོང་དགུ་བཅུ་གོ་དགུ་ལོ་ལ་ང་ཨ་མི་རི་ཀ་མ་ལེ་ཀ་ནས་ནེ་པཱལ་ལ་ང་ད་གཅིག་ཨ་མི་རི་ཀའི་ཚུར་ཡོང་ཡ་གི་འུ་ས་ཞུས་དགོས་རུ་བ་ནེ་པཱལ་ལ་འགྲོ་ནས་ཚུར་ཤོག་ང་ཚོ་ལང་ཀ་ལ་མཉམ་དུ་ཡིན་སྐུ་གཟུགས་ལྷ་བུའི་ཡོལ་བ་དང་ན་སྐུ་གཟུགས་ལྷ་བུའི་རྗེས་ཨ་མ་ལགས་ཀྱིས་ཁོ་རང་ཕུ་དྲ་བ་བརྒྱུད་ཡོང་བ། ང་ཚོ་གསུམ་གྱིས་ད་ལྟ་ང་ཚོ་ནེ་པཱལ་ནས་ཁོ་རང་ཅག་ལགས་མང་པོ་ཀིས་ནེ་པཱལ་ལ་སྐུ་གྱི་ཞམ་རས་ཟ་ཁུ་ཆེན་པོ་ཞུ། ལ་ང་ལ་མ་ཞམ་དུས་དེ་གཉིས་ཚོའི་དུས་གསར་བ་འདྲ་བོ་ཡིན་གྱི་རེད་ད་དེ་དངོས་ཡོད་གནས་ཚུལ་རང་ལ་ཁོ་རང་ཕུ་ད་ལྟ་འདྲ་བོ་ཅིག་ཡིན་པ་ཡིན་ན། ད་ནི་རྒས་ན་འདྲ་བ་འདུག་ཨ་ཡ་ད་ང་རང་གོ་ཐང་ལྟ་བ་ཡིན་ན་ཕུ་འདིས་ད་ཁྱེད་ཚོ་དུས་རྒས་དང་འབྲེལ་བ་ཡོད་མ་རེད་ཟེར་ཅིག་ཤེས་ཤི་འདུག་ད་ཀི་མེད་ཀི་མེད་ཅིག་ད་དེ་ནི་ཉང་ད་ཁོ་རང་དུས་ཚོད་རྩམ་པ་ལ་དངོས་སུ་ངས་ག་རེ་མཐོང་སོང་ཞེས་ཞུས་པ་ཡིན་ན་ང་ཚོ་ལ་ངག་ལ་མ་མཉམ་དུ་ཡོང་དུས་རྩམ་པ་ལ་ད་ཁོ་རང་དོལ་རྒྱལ་ཤུགས་ཆེན་པོ་བསྟེན་གྱི་འདུག་བ་དུས་ཚོད་རྩམ་པ་ལ་ད་ཉིས་དགུ་བཅུ་གོ་དགུ་ཉིས་སྟོང་དགུ་བཅུ་གོ་དགུའི་ལྡབ་ཞུགས་སྡེ་བ་ཅིག་ལ་རེད། བོད་ཡུལ་ནས་མར་ཚུར་ཡོང་དུས་རྩམ་པ་ལ་ལ་ངག་ལ་ད་ཅིག་བཀྲ་མ་ཤེས་པ་ཞིག་བྱུང་སོང་ང་རང་མིག་མདུན་རུ་མཐོང་སོང། ད་ཅི་ད་ཁོ་རང་དོལ་རྒྱལ་ཤུགས་ཆེན་པོ་བསྟེན་གོ་རེད་དེ་དོལ་རྒྱལ་བསྟེན་དུས་རྩམ་པ་ལ་ལྟེ་བ་ཕྱི་ནང་དབུ་སྣེ་བསྟོད་མཁན་ཅིག་རེད་ད་ཅིག་གྲོགས་དང་འཕྲིན་ལན་མང་པོ་ཅིག་དགོས་རོགས་བ་ད། ངའི་མིག་མཐོང་ས་ལ་ག་རེ་མཐོང་སོང་ལགས་ན། ཁོ་རང་འདུས་དུས་ད་ང་ཚོ་འདུས་དུས་གྲྭ་བ་མང་པོ་ཞུགས་བྱོས་རོགས་མོ་རེ་རེ་ནང།

ནི་སྤང་ལ་ཁོ་རང་མ་ཆོམས། སྤུ་གུ་ཕུ་དེ་ཆོམས། འདི་ནི་སྔོན་ནས་ཚུལ་བྱུང་གསུང་ངས་དངོས་གནས་རྫུན་མ་མེད་སྤུ་གུ་ཕུ་དེ་ད་འདྲ་ཡོད་རེད་ང་ཚོས་ད་དེ་དུས་གྲྭ་བ་དེ་འདྲས་མང་པོ་ཡོད། ངས་བསམས་སོ་ཨ་ཁ་འདི་འདྲས་ག་འདྲས་རེད་བྱུང་ཡོད་ན་བསམས། ད་སོ་སོའི་བསམ་བློ་ལ་ཅིག་ཁོག་ཟེར་དོལ་རྒན་ཤུགས་ཅན་པོ་སྟོན་པོར་གྲོགས་དེ་རིང་ད་ཅིག་བཀྲ་མ་ཤིས་པ་ཅིག་ནང་མི་གང་ག་ཅིག་འདི་གནས་ཚུལ་དེ་དངོས་གནས་ཚུལ་ཡིན་རུང་བ་འདི་འདྲས་ད་དགུ་བཅུ་གོ་དགུའི་ཟླ་བཤུ་བདེ་བ་ཅིག་རེད་དུས་དུས་ཙམ་པ་ང་རང་དཔེ་སེའུ་དུས་དུས་ཙམ་པ་ལ་ང་རང་ད་འདི་ན་ལ་གསར་འབྱོར་མང་པོ་ཞིག་སྐད་མ་ཤེས་འདུག་ང་རྒྱ་གར་སྐད་ལ་ཤེས་ཀྱི་ཡོད་དུས་དུས་ཙམ་པ་ལ་ཁོ་ཚོས་ཡ་མ་ཁྲི་ཁེན་དབྱངས་ཅན་ཟེར་ཡོད་ར་ད་ཚོང་པ་དེ་འདྲས་ཡ་མ་མོ་རང་ང་ཧ་གོ་གོ་ར་མོ་རང་ང་ལ་ང་ལ་བབས་ནས་ད་ང་ཚོ་བོད་པ་གཅིག་རེད་ངོ་བཞིན་པ་རེད་ལ་ང་ལ་བབས་ནས་ཀྲི་ཀྲི་མཉམ་དུ་སྐད་ཆ་བཤད་ད་དཔེ་ངའི་བསམ་པ་ལ་དཔེ་ས་བསམ་ས་མ་ས་ནས་གྲོང་ཁུལ་རུ་བསམ་སོང་བ་ཡིན་ནའི་མ་ར་དེ་ཟོས་ཤིང་མ་ཤིང་གཞན་པ་ཁས་བྱེད་མི་འདུག་ད་རུ་བ་ཡིན་པ་ཡིན་ན་གང་ཀ་མ་ཟར་དཔེ་ནང་མི་གང་ཀ་མ་ཆོམ་ནས་འདི་འདྲའི་གནས་ཚུལ་འདི་འདྲས་ཁོ་རང་ང་ར་མིག་མཐོང་ས་ལ་བྱུང་སོ་རུ་བ་ཇི་ལྟར་འདི་བྱུང་སོ་ཤེས་སོ་ཡིན་ནའི། ང་རང་གོ་ཐང་བཏགས་པ་ཡིན་ན་སྐད་ཆ་འདི་དངོས་ནུས་ཚོད་རེད་ཤག་ད་འདི་དཔལ་ནཱ་དྲ་བོ་ཅིག་ཡིན་པ་ཡིན་ན་ཕྱིས་སུ་ལྟ་མཇལ་ལ་ཁོ་རང་ཚོ་ནང་མི་ནང་ལོག་ལ་མ་ཆ་མ་བྱེད་ཨེ་ནི། སྤུ་གུག་ད་འདྲ་སྤུ་གུག་ད་འདྲ་སྤུ་གཅིག་དྲ་བ་རེད་ར་བ་གཅིག་ད་འདྲ་སྤུ་གུག་གི་བུ་རྒན་པ་ཇོ་ར་ད་འདྲ་སྐལ་བཟང་ཟེར་འདི་མག་པ་འདི་ཨེ་ནི་མི་རྒན་མི་རིགས་མ་གཅིག་དཔལ་སྐྱོ་བོ་ཆགས་རེད་ས་ཀུ་ད་དོལ་རྒྱལ་ཚོགས་པ་ཚོ་ཞི་བོ་ཤེས་ཀྱི་ཡོད་རེད་ད་ཁེ་ཁུ་ཅིག་བཏགས་ཡོད་ས་མ་ར་བ་དཔལ་སྐྱོ་བོ་ཆགས་ནི་ལང་ཀ་ལ་འདོར་བ་གཅིག་ཨ་རག་འདི་འདྲ་ཤུགས་ཆེན་པོ་བཏུང་ཨེ་ནི་འོ་འདི་འདྲ་དངོས་ནུས་ཚོད་ཡིན་ས་རེད་ར་བ་ད་འདི་མཇལ་ལ་དཔལ། ཁོ་རང་ཚོ་ནང་ལོགས་ལ་དཔེ་བཀྲ་མ་ཤིས་པ་སེམས་པ་སྐྱོ་བས་འདི་འདྲ་ང་རང་བསམ་བློ་བཏང་དུས་ཨ་ད་འདི་དོལ་རྒྱལ་འདི་གིས་ཤུགས་ཆེན་པོ་ཞིག་འཕེན་གིན་མེད་བ་ཞིག་ང་རང་སེམས་བོར་འགྲོ་ཞིག་མཐོང་སོང་ཨ་ནི་དཔེ་ན་ཁོ་རང་ཚོ་ལྟ་བུ་ཡིན་ན་ཨ་མ་དེ་གྲོངས་འདུག་བ་ད་ཅི་ད་ད་མི་ག་ང་མ་གྲོངས་མཁན་ཡོད་མ་རེད་དེ་ཡིན་པ་ཡིན་ན་ཁོ་རང་ཚོ་དངོས་གནས་དོལ་རྒྱལ་ད་ཅིག་ཤུགས་ཆེན་པོ་ཞི་བོ་ཅིག་སྟོན་མཁན་སྐྱེ་མེད་ན་ལོ་ད་ཐ་མ་ཁོ་རང་གཅེས་གཅེས་ཁོ་ལྷག་སོང་བ་དེ་དུས་ལྷག་དུས་ཙམ་པ་ལ་ཨ་ནི་བུ་འདི་བས་ད་ཅི་ད་བུ་འདིས་ལག་ཤེས་དེ་ཚོ་ཡག་པོ་ཡོད་རེད་ས་ད་ལས་ཀ་མ་བྱེད་མོག་མོག་འདྲ་བོ་དེ་འདྲ་བཙོང་ཁ་འགྲོ་ཡིན་ས་རེད་དགོངས་པ་བདེ་བ་ལ་དེ་འདྲ་ཡོད་རེད་ས། དེ་དང་དེ་སྐྱོ་བོ་ཆགས་རེད་ས་ཨེ་ནི། དོལ་རྒྱལ་ཚོགས་པ་འདི་ཚོ་དང་སྐད་གྲགས་ཆེན་པོ་འདི་འདྲའི་མང་པོ་ཡོད་རེད་ཁོང་ཚོ་འདི་གོ་རྒྱུ་བཟོ་རྒྱུ་བཅས་མི་འདུག་ཨེ་ནི། རྗེས་ལ་ཨ་མ་འདིའི་གྲོངས་ཨེ་ནི་བུ་འདི་གི་གྲོངས་བཅས་ཨེ་ནི། དཔའ་བ་དང་འདི་འདྲ་ཁོ་རང་ཚོ་ནག་ལོག་མ་ཆམ་པ་དང་མང་བཀྲ་མ་ཤིས་པ་མང་པོ་གོ་ཧེ་འདུག་གོ་ནི་དཔའ་བ་དེ་རྗེས་ལ་བོད་ལ་ལོག་འགྲོ་རྗེས་བོད་ལ་གྲོངས་རེད་ཟེར་གྱི་འདུག་ཨ་ད་འདི་འདྲའི་གི་གནས་ཚུལ་དོལ་རྒྱལ་ཤུགས་ཆེན་པོ་བཏོན་པ་ལ་བརྟེན་ནས་ད་བཀྲ་མ་ཤིས་པ་འདི་འདྲའི་བྱུང་རྗེས་ཕྱི་རྒྱལ་ལུང་པར་གླན་ཡོང་དུས་འདིའི་བཀྲ་མ་ཤིས་པ་དེ་སྐྱབས་མགོན་རིན་པོ་ཆེ་ལ་ཡར་ལ་དྲས་ཀྱི་གནས་སྟངས་འདྲ་པོ་ཅིག་ཡིན་ན་དཔེ་དྲང་པོ་མ་རེད་བ་དྲང་པོ་བཤད་ན། ཁ་སང་སྐྱབས་མགོན་རིན་པོ་ཆེ་ལ་ད་ཚེ་མེད་ཞུས་ད་ལ་མ་གསོན་ན་ཁོ་རང་ཚོ་དབུ་མའི་དྲང་པོ་བཤད་པ་ཡིན་ན་ད་དགོངས་པ་བཞེས་དགོས་ཡ་གལ་ཆེན་པོ་རེད་འདུག་བ་སྤུ་གུ་དེ་ཚོ་ཆུང་ཆུང་དེ་ཚོ་ནང་གི་གནས་སྟངས་ཧ་གོ་ན་འདི་ངས་ད་འཕྲོས་བཤད་དང་སྦྲགས་ཅིག་ནི་ཟླ་བ་ལགས་ཀྱིས་ད་འདི་དང་སྦྲགས་ཅིག་ངས་ཀྱིས་ནི་འཕྲོས་བཤད་དང་སྦྲགས་ཅིག་ཞུ་གི་ཡོད་རོགས་ནི་དེ་རིང་གི་ང་ཚོའི་བོ་སོན་བདེ་དོན་བོད་ཀྱི་དམངས་ཁྲོད་ཁ་བརྡའི་ལས་རིམ་ལ་འདུག་ང་ཚོ་གོ་སྐབས་གནང་པ་ལ་ང་ཚོའི་ལས་བྱེད་ཚང་མས་ཚབ་ཞུས་རྗེས་ཁྱོད་རང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན།
དེ་རིང་ང་ཚོའི་ལས་རིམ་འདི་དུས་ཚོད་ཀྱི་རྐྱེན་པས་མཚམས་འཇོག་འདི་ཞུ་རྒྱུ་དང་མཐའ་དོན་སྤྱི་ནོར་ཁང་སོགས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་རིས་མེད་ཀྱི་སྐྱེས་ཆེན་དམ་པ་གང་ན་འཚོ་བཞུགས་རྣམས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་ཞིང་དོན་ལྷུན་གྱིས་གྲུབ་པ་དང། བོད་དོན་བདེ་འདྲ་མྱུར་དུ་གསལ་བའི་སྨོན་འདུན་བཅས།